རྡོ་རྗེ་གདན་ལ་ཐུགས་རྗེ་ཆེ། ང་ཚོའི་ལས་རིམ་སེང་གེ་གཞིས་བྱེས་བོད་མི་ཡོངས་ལ་སྐུ་ཁམས་བསམ་པའི་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་དེ་རིང་གསར་འགྱུར་ཕྱོགས་བསྡུས་བྱས་པའི་ལས་རིམ་འདིའི་ནང་ལ་སྐབས་བཅུ་བཞི་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་གྲོས་ཚོགས་བཅུ་གཅིག་པ་དེ་རེ་ཞིག་མཇུག་སྒྲིལ་བྱས་ཡོད་པའི་སྐོར་དང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས Barack Obama མཆོག་གིས་ལི་པི་ཡའི་དམག་འཐབ་ཀྱི་ཐོག་ལ་ཨ་མི་རི་ཀའི་གཞུང་གི་ལངས་ཕྱོགས་དེ་གསལ་བཤད་གནང་ཡོད་པའི་སྐོར་དང་དེ་བཞིན་རྒྱལ་སྤྱིའི་གནས་ཚུལ་འགའ་ཞིག་གི་སྙིང་བསྡུས་སོགས་ཞུ་རྒྱུ་ཡོད་པས་རྣམ་པ་ཚོས་རིམ་པས་གསན་རོགས་གནང། ད་ནི་ང་ཚོས་གསར་འགྱུར་དངོས་གཞི་དེ་དག་སྔས་འགྲོལ་མ་ཞུས་པའི་སྔོན་ལ་ཐོག་མར་བོད་ཀྱི་ནང་གསར་བྱུང་གི་གནས་ཚུལ་ཞིག་ཞུ་རྒྱུར། བཙན་བྱོལ་བོད་གཞུང་གི་དྲ་རྒྱ་དང་དེ་མིན་གྱི་གནས་ཚུལ་འབྱུང་ཁུངས་གཞན་ཁག་ནས་ཤེས་གསལ་ལྟར་ན་ཉེ་ཆར་ཕྱི་ཟླ་གསུམ་པའི་ཚེས་དྲུག་གི་ཉིན་མོ་དེར་བོད་མདོ་ཁམས་རྫ་ཁོག་གར་ཡུལ་གྲོང་སྡེ་ན་ཡིན་པའི་བོད་ཕྲུག་ན་གཞོན་གསུམ་གྱིས་བོད་དོན་གྱི་ལས་ལ་སྦྱར་ཡིག་སྦྱར་བ་དང་དེ་བཞིན་ཁྲོམ་གཞུང་གི་ནང་ལ་ཡིག་ཆ་འགྲེམས་སྤེལ་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། ཁོང་གསུམ་གྱི་ལྕགས་རིགས་ཀྱི་ནང་དོན་གཙོ་བོ་དེ་ནི་ང་ཚོའི་བོད་ལ་རང་དབང་དགོས། རྒྱལ་བ་བསྟན་འཛིན་རྒྱ་མཚོ་བོད་ལ་གདན་འདྲེན་ཞུ་དགོས་སོགས་འཁོད་ཡོད་པ་རེད། བོད་མིའི་རང་དབང་འཐབ་རྩོད་ཀྱི་དོན་དུ་ཉེན་ཁ་འཛེམ་མེད་ཀྱི་ཐོག་ནས་ལས་དོན་སྤེལ་མཁན་བོད་མི་གསུམ་པོ་དེ་དག་ནི། ཚེ་རིང་སྐྱིད་པོ་དང། བྱམས་པ་དངོས་གྲུབ་ལགས་དང། བློ་བཟང་བསྟན་འཛིན་ལགས་བཅས་ཡིན་པ་རེད། ང་ཚོས་གནས་ཚུལ་ཤེས་གསལ་ལྟར་དཔྱད་པ་ཡིན་ན་ཁོང་གསུམ་ནི་ཉིས་སྟོང་བརྒྱད་ཀྱི་ལོ་ལ་བོད་ས་ཡོངས་ཁྱབ་ཀྱི་ནང་ལ་བོད་མི་ཞི་རྒོལ་ཆེན་པོའི་ནང་ལ་མཉམ་ཞུགས་གནང་སྟེ་བོད་དོན་གྱི་ལས་ལ་སྙིང་སྟོབས་ཞུམ་པ་མེད་པའི་འཐབ་རྩོད་གནང་མཁན་གྱི་གྲས་ཤིག་ཀྱང་ཡིན་པ་རེད། རྒྱ་ནག་གཞུང་གིས་ཁོང་གསུམ་འཛིན་བཟུང་བྱེད་རྒྱུར་བཀའ་ཁྱབ་བཏང་བའི་རྗེས་སུ་ད་ལྟའི་ཆ་ལ་ཁོང་གསུམ་ཕྱི་བཙོན་བྱེད་ཡིན་དང་གར་སོང་ཆ་མེད་དུ་གྱུར་པའི་གནས་སྟངས་འདིའི་སྐབས་འདིར། རྒྱ་ནག་གཞུང་གིས་ཁོང་རྣམས་ཀྱི་ནང་མི་ཉེ་དུ་རྣམས་འཛིན་བཟུང་བཀག་ཉར་བྱས་པ་དང་དེ་བཞིན་ཁོང་ཚོའི་ཐོག་ལ་དངུལ་གྱི་ཉེས་ཆད་བཏང་པ་སོགས་ཀྱི་གནས་ཚུལ་ཐོན་ཤག། ད་རེས་ཉེ་ཆར་བཞུགས་སྒར་རྡ་རམ་ས་ལའི་ནང་ལ་སྐབས་བཅུ་བཞི་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་གཅིག་པ་དེ་རེ་ཞིག་མཇུག་སྒྲིལ་བྱས་ཡོད་ཀྱང་རིང་མིན་བོད་གཞུང་མང་རྒྱལ་ཡོངས་ཚོགས་ཆེན་གཉིས་པ་ཞིག་དང། དེ་རྗེས། གྲོས་ཚོགས་འཕར་མ་ཞིག་གི་ཐོག་ལ་བོད་ཀྱི་ལོ་རྒྱུས་རང་བཞིན་ལྡན་པའི་གྲོས་ཆོད་གལ་ཆེན་འགའ་ཞིག་ཐག་གཅོད་གཏན་འབེབས་གནང་རྒྱུར་ངེས་པ་མཚམས་སུ་སླེབས་ཡོད་པ་རེད། དེ་ཡང་བཙན་བྱོལ་བོད་མིའི་བསྟི་གནས་བཞུགས་སྒར་རྡ་རམ་ས་ལའི་ནང་ལ་ཉེ་ཆར་སྐབས་བཅུ་བཞི་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་གཅིག་པའི་འདིའི་ཐོག་ལ་གྲོས་གླེང་གནང་པའི་གྲོས་གཞི་གཙོ་བོ་དེ་ནི་བཙན་བྱོལ་བོད་མི་ཙམ་མ་ཡིན་པར་བོད་མི་རིགས་སྤྱི་ཡོངས་ཀྱི་འཕྲལ་ཕུགས་ཀྱི་བདེ་དོན་དང་འབྲེལ་བའི་གནད་དོན་གལ་འགངས་ཆེན་པོ་ཞིག་ཡིན་པར་བརྟེན་སྐབས་དེའི་བོད་མི་མང་སྤྱི་འཐུས་གྲོས་ཚོགས་དང་འཛིན་སྐྱོང་བཀའ་ཤག་བཅས་ཀྱིས་ལོ་རྒྱུས་རང་བཞིན་ལྡན་པའི་འགན་ཁུར་ཆེན་པོ་ཞིག་གི་འོག་ལ་གྲོས་ཚོགས་འདིའི་ལས་དོན་མཇུག་སྐྱོང་གནང་བཞིན་པ་འདི་ནི་དོན་མེད་སའོ། ཉེ་ཆར་ཕྱི་ཟླ་གསུམ་པའི་ཚེས་བཅུ་བཞིའི་ཉིན་མོ་སྐབས་བཅུ་བཞི་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་གཅིག་པ་འདིའི་ཚོགས་འདུ་དབུ་འབྱེད་ཀྱི་ཉིན་མོ་དེར། བོད་ཀྱི་དབུ་ཁྲིད་ཅི་ལོང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་རེ་ཞིག་སྐུ་བགྲེས་ཡོལ་གྱི་ཚུལ་དུ་ཕེབས་ཏེ་བོད་མིའི་ཆབ་སྲིད་ཀྱི་མཛད་ཁུར་དེ་དག་མི་མང་གིས་འོས་འདེམས་བྱས་པའི་འགོ་ཁྲིད་ཚོར་རྩིས་སྤྲོད་གནང་རྒྱུའི་བཀའ་ཡིག་གསུང་འཕྲིན་རིན་པོ་ཆེ་ཕེབས་ཡོད་པ་དེ་ཚོགས་གཙོས་གྲོས་ཚོགས་སུ་སྙན་སྒྲོན་ཞུས་ཡོད་པ་རེད། ད་ཆ་གལ་ཆེའི་གནད་དོན་འདི་ཉིན་རྒྱང་ཞག་ཕུལ་དུ་མ་བཞག་པར་ད་རེས་གྲོས་ཚོགས་ཀྱི་ཚོགས་དུས་འདིའི་ཐོག་བཅའ་ཁྲིམས་གཙོ་བོར་གྱུར་པའི་ཁྲིམས་སྒྲིག་ཁག་ལ་བསྐྱར་བཅོས་དགོས་ངེས་རྣམས་བཀའ་ཆོས་ཀྱིས་ངོས་ནས་ཏཱ་ལའི་བླ་མའི་མཚན་གནས་རྗེས་འབྲེལ་གྱི་ཆབ་སྲིད་དང། འཛིན་སྐྱོང་གི་བྱེད་སྒོ་གང་གང་ཡང་མ་དགོས་པ་ཞིག་ངེས་པར་བྱེད་དགོས། འོན་ཀྱང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་རིན་པོ་ཆེ་འདི་བཙན་བྱོལ་བོད་གཞུང་བཀའ་ཤག་དང་སྤྱི་འཐུས་དེ་བཞིན་བོད་འབངས་ཡོངས་ཀྱི་བློ་ཡུལ་དུ་མི་ཤོང་པ་ལྟ་བུའི་སེམས་འཚབ་སྐྱེ་གཞི་དང་འབྱུང་འགྱུར་ལོ་རྒྱུས་ཀྱི་འགན་བབས་དང་ལེན་ཞུ་འོས་ཀྱི་ཐད་ཐེ་ཚོམ་ལྟ་བུའི་གནས་སུ་གྱུར་ཏེ་ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་མོ་གྲོས་ཚོགས་བསྐྱར་དུ་གྲོས་གླེང་ལྷུག་པོ་གནང་པའི་རྗེས་སུ། གྲོས་ཆོད་གྲོས་འཆར་གྱི་སྙིང་དོན་དུ། རྒྱལ་བ་རིན་པོ་ཆེས་ཆབ་སྲིད་འཛིན་སྐྱོང་གི་མཛད་སྒོ་ནས་སྐུ་བགྲེས་ཡོལ་ཕེབས་ཚུལ་གྱི་ཐུགས་དགོངས་ནམ་ཡང་མི་ཤེས་རྒྱུར་གསོལ་བ་ཕུར་ཚུགས་སུ་བཏབ་ཡོད་ཀྱང། ཕྱི་ཚེས་བཅུ་དགུའི་ཉིན་མོ་དཔལ་ལྡན་སྐུ་སྒེར་ཡིག་ཚང་བརྒྱུད་ནས་རྒྱལ་བ་རིན་པོ་ཆེའི་གསུང་འཕྲིན་གྱི་ནང་ཁོའི་སའི་གོང་བཤད་དེ་དག་ལ་འགྱུར་བ་མེད་པའི་བཀའ་ལན་ཕེབས་ཡོད་པ་རེད། དང། དངོས་གནས་རང་དམངས་གཙོ་མཚན་ཉིད་ཚང་གཅིག་གི་དམངས་གཙོའི་ངོ་བོ་ཡོངས་སུ་རྫོགས་པ་གཅིག་རྔམ་བརྗིད་མ་གཏོགས་བྱས་བ་རེད། རྒྱལ་པོས་དབང་བསམ་ཡག། བླ་ཆེན་གྱིས་དབང་བསམ་ཡག་བསལ་ཏེ་དུས་ཚོད་རྙིང་པའི་སྐད་ཆ་རེད། འཛམ་བུ་ནི་འདི་གང་ལ་ཡག་འཛམ་བུ་ནི་སྤྱིའི་འགྲོ་སའི་ལམ་ཁ་དེ་ང་ཚོ་འགྲོ་དགོས་རེད་འཛམ་བུ་ནི་སྤྱིའི་འགྲོ་ས་དེ་དངོས་གནས་དམངས་གཙོའི་ཐོག་ནས་འོས་བསྡུ་བྱས་ནས་འགྲོ་བསྡད་ཡག་དེ་ཡག་ཤོས་རེད། དེར་བརྟེན་ཕྱི་ཚེས་ཉེར་གཅིག་གི་ཉིན་བ་སྤྱི་འཐུས་གྲོས་ཚོགས་བསྐྱར་དུ་ལྷན་འཛོམས་གནང་སྟེ་སྐབས་འཕྲལ་ལས་འཆར་ཚོགས་ཆུང་གཅིག་གསར་འཛུགས་གནང་བ་དེས་གྲོས་འཆར་གྲོས་ཚོགས་སུ་སྙན་འབུལ་ཞུས་པའི་རྗེས་ལ། ཕྱི་ཚེས་ཉི་ཤུ་བཞི་དང་ཉི་ཤུ་ལྔའི་ཉི་མ་གཉིས་ཀྱི་རིང་ལ་གྲོས་གླེང་ལྷུག་པོ་གནང་སྟེ་སྐབས་བཅུ་བཞི་པའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་དུས་མཐའ་མའི་གྲོས་ཆོད་གཏན་འབེབས་གནང་ཡོད་པ་རེད། བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེ་མཆོག་གིས་རོའི་ཏེར་གསར་འགོད་པར་གནས་ཚུལ་འདིའི་སྐོར་གསུངས་གསལ། Now they have put set up a committee, small committee to submit the མཐའ་དོན་དུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གོང་ས་མཆོག་གི་གསུང་འཕྲིན་གྱི་དགོངས་དོན་ཁག་ལག་ལེན་དོན་འཁྱོལ་བྱེད་རྒྱུར་བཀའ་ཤག་དང་སྤྱི་འཐུས་ཟུང་འབྲེལ་གྱིས་བཅའ་ཁྲིམས་བསྐྱར་བཅོས་ཟིན་བྲིས་ཚོགས་ཆུང་གཅིག་བསྐོ་བཞག་གནང་རྒྱུ་དང་ཚོགས་ཆུང་དེས་སྤྱི་ཟླ་བཞི་པའི་ཚེས་བཅུ་གཅིག་གི་གུང་ལ་གྲོས་འཆར་སྙན་ཐོ་དེ་ཚོགས་དྲུང་ལས་ཁུངས་སུ་སྙན་འབུལ་ཞུ་རྒྱུའི་ཐག་གཅོད་བྱུང་ཡོད་རེད། དེར་བརྟེན་བཅའ་ཁྲིམས་བསྐྱར་བཅོས་ཟིན་བྲིས་ཚོགས་ཆུང་གི་འཐུས་མིར་བཀའ་བློན་ཁྲི་པ་ཟམ་གདོང་རིན་པོ་ཆེ་མཆོག་དང་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ལགས་དང་ཚོགས་གཞོན་རྒྱ་རི་སྒྲོལ་མ་ལགས་དང་བོད་གཞུང་ཆོས་རིག་བཀའ་བློན། དེ་བཞིན་སྤྱི་འཐུས་ཚོགས་གཙོ་ཟུར་པ་པད་མ་འབྱུང་གནས་ལགས་བཅས་བསྐོ་བཞག་གནང་ཡོད་པ་རེད། ད་རེས་སྐབས་བཅུ་བཞི་པའི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཆོད་ཀྱི་འབྲུ་དོན་གཞིར་བཟུང། གནད་དོན་གལ་འགངས་ཆེ་ཤོས་དེ་ནི་ཕྱི་ནང་ཀུང་སི་སྐྱབས་མགོན་ཆེན་པོ་མཆོག་ཕུད་གངས་ཅན་ཞིང་གི་སྐྱེ་འགྲོ་ཡོངས་ཀྱི་དབུ་ཁྲིད་ཀྱི་མཚོན་རྟགས་དམིགས་བསལ་གྱི་མཚན་གནས་ཤིག་བཅའ་ཁྲིམས་ཀྱི་ནང་ལ་འགོད་རྒྱུར་ཕྱི་ནང་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གི་བཀའ་འཁྲོལ་ཡོང་རྒྱུར་གསོལ་འདེབས་ཞུ་ཕྱོགས་ཀྱི་ཐད་ལ་ཕྱི་ཟླ་ལྔ་པའི་ཟླ་མཇུག་གི་གོང་དུ་བོད་གཞུང་མང་རྒྱལ་ཡོངས་ཚོགས་ཆེན་ཐེངས་གཉིས་པ་ཞིག་སྐོང་ཚོགས་གནང་རྒྱུའི་ཐག་གཅོད་བྱུང་ཡོད་པ་རེད། ད་བར་གཞིས་ཆགས་སྲ་བརྟན་གནས་ཐུབ་གནས་ཐུབ་པ་ནི། མཐའ་དོན་དུ། སྐབས་བཅུ་བཞི་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བཅུ་གཅིག་པ་འདིའི་ཐོག་ལ་བཙན་བྱོལ་བོད་མིའི་ལོ་རྒྱུས་ཀྱི་ནང་ལ་བྱུང་མྱོང་མེད་པའི་དམིགས་བསལ་གྱི་འགན་ཁུར་དང་གནད་དོན་གལ་ཆེན་མང་དག་ཅིག་ཐག་གཅོད་བྱེད་རྒྱུར་ལྷག་པའི་གནས་སྟངས་ལ་གཞིགས་ཏེ་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་འཕར་མ་ཞིག་སྐོང་ཚོགས་གནང་རྒྱུར་སྤྱི་མོས་བྱུང་སྟེ་ཚོགས་ཆེན་འདི་མཇུག་སྒྲིལ་གནང་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས Barack Obama མཆོག་གིས་རེས་གཟའ་ཟླ་བའི་ཉིན་མོ་རྒྱལ་ཡོངས་གསུང་བཤད་ཞིག་གནང་སྟེ། ལི་པི་ཡའི་དམག་འཐབ་འདིའི་ཐོག་ལ་ཨ་མི་རི་ཀའི་གཞུང་གི་ལངས་ཕྱོགས་དང་སྲིད་བྱུས་ཀྱི་དམིགས་ཡུལ་དེ་དག་མང་ཚོགས་ལ་གསལ་བཤད་གནང་ཡོད་པ་རེད། ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས Barack Obama མཆོག་གིས་ལི་པི་ཡའི་མགོ་ཁྲིད Moammar Gadhafi ཡིས་རྒྱལ་སྤྱིའི་ངོ་རྒོལ་སྐྱོན་བརྗོད་དེ་དག་ལ་འཛེམ་མེད་ཀྱི་ཐོག་ནས་རང་གི་མི་སེར་གྱི་ཐོག་ལ་གཏོར་རྒོལ་བྱེད་ཤུགས་ཆེ་རུ་བཏང་བའི་རྐྱེན་གྱིས་ཨ་མི་རི་ཀས་བརྡ་ལན་བྱེད་ཐབས་ཤིག་ལག་ལེན་མ་བསྟར་ཀ་མེད་བཟོས་ཡོད་ཅེས་གསུངས་ཡོད་པ་རེད།
རྒྱལ་ཁབ་དམིགས་བསལ།
ལི་པི་ཡའི་ནང་ལ་དུས་སྐབས་དམིགས་བསལ་འདིའི་སྐབས་སུ་ང་ཚོས་མི་ཚོས་ཁྲག་སྦྱོར་གྱི་གནས་ཚུལ་ཚབས་ཆེ་ཞིག་འབྱུང་ཉེར་ཡོད་པར་གདོང་ལེན་བྱེད་དགོས་ཆགས་ཡོད། རྒྱལ་སྤྱིའི་བཀའ་འཁྲོལ་དང་མཐུན་ཕྱོགས་ཡུལ་ཁག་གི་མཉམ་འབྲེལ་རྒྱ་ཆེ་དང་ཨེ་རབ་རྒྱལ་ཁབ་ཀྱི་རྒྱབ་སྐྱོར། དེ་བཞིན་ལི་པེའི་མི་མང་རང་གི་ཕྱོགས་ནས་རོགས་རམ་འབོད་སྐུལ་བྱས་པ་སོགས་ལ་བརྟེན་ནས་ལི་པེའི་ནང་ལ་དྲག་ཟིང་གནས་ཚུལ་ཚབས་ཆེ་དེ་བཀག་འགོག་བྱེད་རྒྱུར་ཨ་མི་རི་ཀར་ནུས་ཤུགས་མཐུན་རྐྱེན་དམིགས་བསལ་ཞིག་ཐོབ་ཡོད། ཡང་སྲིད་འཛིན་ཨོ་བྷ་མ་མཆོག་གིས་འདས་པའི་གཟའ་འཁོར་མང་པོའི་དུས་རིང་འདི་ལ་ང་ཚོ་ཨ་མི་རི་ཀའི་བདེ་དོན་དང་རྩ་འཛིན་རིན་ཐང་དེ་དག་ལ་ཉེན་ཁའི་གནས་ཚུལ་ཞིག་འབྱུང་བཞིན་པ་མངོན་གསལ་ཆགས་ཡོད་ཅེས་གསུངས་ཡོད་པ་རེད། འདས་པའི་ལོ་ངོ་བཅུ་ཕྲག་བཞི་ལྷག་གི་འགལ་རིང་ལ་ལི་བྷི་ཡའི་མི་མང་རྣམས་བཙན་ཤེད་གདུག་རྩུབ་ཅན་གྱི་འགོ་ཁྲིད་མུ་ཧ་མར་གྷ་དྷ་བྷི་གི་དབང་སྒྱུར་སྐོར་ལ་གནས་ཡོད་རེད། ཁོང་གིས་རང་གི་མི་སེར་གྱི་རང་དབང་འཕྲོག་པ་དང་ཕྱོགས་འགལ་བ་ཚོ་ལྐོག་གསོད་བྱས་པ་དང་འཛམ་གླིང་ཡོངས་ཁྱབ་ཀྱི་ནང་ལ་ཨ་མི་རི་ཀའི་མི་སེར་ཐེ་བའི་ཉེས་མེད་མི་མང་ཚོ་ལ་འཇིགས་སྐུལ་གྱི་བྱ་ཐབས་ལག་ལེན་བསྟར་ཡོད་རེད།
དེར་བརྟེན་སྲིད་འཛིན་ཨོ་བྷ་མ་མཆོག་གིས་ཇི་སྲིད་གྷ་དྷ་པིའི་སྲིད་དབང་གི་ཐོག་ལ་གནས་པ་དེ་སྲིད་བར་དུ་ལི་པི་ཡ་ཡུལ་དེ་ཉེན་ཚབས་ཅན་ཞིག་ཏུ་གནས་ཀྱི་རེད་ཅེས་གསུངས་ཡོད་པ་དང། འོན་ཀྱང། ལི་པི་ཡའི་ནང་ལ་སྲིད་དབང་འཕོ་འགྱུར་བྱེད་རྒྱུ་འདི་ནི་ལི་པི་ཡའི་མི་མང་རང་གིས་ཐག་གཅོད་བྱེད་དགོས་པ་ཞིག་རེད་ཅེས་གསུངས་ཡོད་པ་རེད།
གལ་སྲིད་ང་ཚོས་དྲག་ཤུགས་ཀྱི་ཐོག་ནས་གྷ་དྷ་པིའི་སྲིད་དབང་ནས་ཕྱིར་ཕུད་བཏང་བ་ཡིན་ན་ང་ཚོའི་མཐུན་ཕྱོགས་ཀྱི་མཉམ་འབྲེལ་དེ་ཁ་ཐོར་འགྲོ་ཉེན་ཡོད་རེད། ང་ཚོས་ཨ་མི་རི་ཀའི་དཔུང་དམག་ས་ཐོག་ཏུ་གཏོང་དགོས་པའམ་ཡང་ན་གནམ་ཐོག་ནས་ལས་དོན་བྱེད་པའི་སྐབས་ལ་ཞི་བའི་མི་སེར་མང་པོ་སྲོག་སྐྱོན་གྱི་ཉེན་ཁ་བཟོ་སྲིད་རེད། ཉེ་ཆར་ཨ་མི་རི་ཀ་གཙོས་པའི་ནུབ་ཕྱོགས་པའི་མཐུན་ཕྱོགས་དམག་དཔུང་གིས་ལི་པི་ཡའི་མི་མང་རྣམས་གཞུང་གི་དམག་དཔུང་གིས་དྲག་རྒོལ་གྱི་གནོད་འཚེའི་འོག་ནས་སྲུང་སྐྱོབ་བྱེད་རྒྱུར་ལི་པི་ཡའི་ཐོག་ལ་གནམ་གྲུ་འཕུར་མགྲོན་མི་འཇོག་པའི་དམ་དྲག་བཀོད་འདོམས་བྱེད་རྒྱུ་འགོ་འཛུགས་བྱས་ནས་གཟའ་འཁོར་གཅིག་སོང་པའི་དུས་འདིར། རེས་གཟའ་ཟླ་བའི་ཉིན་མོ་སྲིད་འཛིན་ཨོ་བྷ་མ་མཆོག་གིས་ཝ་ཤིང་ཏོན་མངའ་སྡེའི་ནང་ལ་རྒྱལ་ཡོངས་བདེ་སྲུང་གཙུག་ལག་སློབ་གྲྭ་ཆེན་མོ་ཞིག་གི་ནང་ཨ་མི་རི་ཀའི་གཞུང་གི་སྲིད་ཇུས་དང་དེའི་དམིགས་ཡུལ་དེ་དག་གསལ་བཤད་ཀྱི་གསུང་བཤད་དེ་གནང་ཡོད་པ་རེད། When people were being brutalized in Bosnia in གཅིག་སྟོང་དགུ་བརྒྱ་དགུ་ཅུ་གོས་གྲངས་ཀྱི་ནང་ལ་སྦཱས་ནེའི་ནང་ལ་མི་མང་གི་ཐོག་ལ་དྲག་རྩུབ་ཀྱི་གནས་ཚུལ་བྱུང་བཞིན་པའི་སྐབས་དེར་རྒྱལ་སྤྱིའི་ཡུལ་ཁག་སྡེ་ཚོགས་ཀྱིས་ཡུལ་དེའི་ཞི་བའི་མི་སེར་རྣམས་སྲུང་སྐྱོབ་བྱེད་རྒྱུའི་ཆེད་དུ་བར་འདུམ་ཐེ་ཞུགས་བྱེད་རྒྱུར་ལོ་གཅིག་འགོར་ཡོད་རེད། འོན་ཀྱང་ད་རེས་ཉིན་གྲངས་སུམ་ཅུ་སོ་གཅིག་མ་གཏོགས་འགོར་མེད། སྲིད་འཛིན་ཨོ་བྷ་མ་མཆོག་གིས་ལི་པི་ཡའི་ནང་ལ་ཨ་མི་རི་ཀའི་དམག་དོན་འགན་ཁུར་དེ་དག་དུས་ཡུན་ཇི་ཙམ་འགོར་མིན་དང་ལས་དོན་འདིའི་ཐོག་ལ་འགྲོ་གྲོན་ཇི་ཙམ་གཏོང་དགོས་ཆགས་མིན་གྱི་ཐད་ལ་གསལ་བཤད་གནང་མེད་པ་རེད། འོན་ཀྱང་སྲིད་འཛིན་མཆོག་གིས་ལི་པི་ཡའི་ནང་ལ་དྲག་པོའི་ལས་དོན་གྱི་བཀོད་འདོམས་འགན་ཁུར་དེ་དག་དེ་རིང་རེས་གཟའ་ལྷག་པའི་ཉིན་མོ་བྱང་མཚོ་ཨེར་ལན་ཏི་དམག་དོན་སྒྲིག་འཛུགས་ལ་རྩིས་སྤྲོད་བྱ་རྒྱུ་ཡིན་ཅེས་གསུངས་ཡོད་པ་རེད། དེའི་དབང་ལ་ཁེ་སི་རེས་གཟའ་མིག་དམར་གྱི་ཉིན་མོ་དབྱིན་ཇིའི་རྒྱལ་ས་ལན་ཀྲོན་དུ་རྒྱལ་ཁབ་བཞི་བཅུ་ལྷག་ཙམ་གྱི་ཕྱི་སྲིད་བློན་ཆེན་རྣམ་པས་དམིགས་བསལ་ཚོགས་འདུ་ཞིག་སྐོང་འཚོགས་གནང་བའི་ཐོག་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ལྕམ་ཧེ་ལ་རི་ཁླིན་ཐན་ཕེབས་བཞུགས་གནང་ཡོད་པ་དང། ཚོགས་འདུ་འདིའི་དམིགས་ཡུལ་གཙོ་བོ་དེ་ནི་ལི་པི་ཡའི་མགོ་ཁྲིད་མོ་ཨ་མར་གྷ་དྷ་པིའི་སྲིད་དབང་ནས་ཕྱིར་འདོན་བྱས་པའི་རྗེས་སུ་ལི་པི་ཡའི་རྒྱལ་ཁབ་འདིའི་མ་འོངས་སྲིད་དོན་གྱི་མདུན་ལམ་ཞིག་གི་ལམ་སྟོན་གསར་པ་ཞིག་འཆར་འགོད་བྱེད་རྒྱུ་དེ་ཡིན་པ་རེད། ཡང་རྒྱལ་སྤྱིའི་གནས་ཚུལ་གལ་ཆེ་གཞན་འགའ་ཞིག་གི་སྙིང་དུ་ཞུ་རྒྱུར་དབྱིན་ཇིའི་རྒྱལ་སར་ལན་ཀྲིན་གྱི་ནང་ལ་རེས་གཟའ་སྤེན་པའི་ཉིན་མོ་མི་མང་སྟོང་ཕྲག་མང་པོས་གཞུང་གི་འགྲོ་གྲོན་བསྲི་ཚགས་ཀྱི་ཚད་གཞི་དེ་ལ་ངོ་རྒོལ་རྔམ་སྟོན་གྲངས་འགོ་ཞི་རྒྱ་ཆེ་ཤོས་ཤིག་བྱས་ཡོད་པ་རེད། ད་རེས་ཉེ་ཆར་དབྱིན་ཇི་རྒྱལ་སར་ལཱན་ཏོན་གྱི་དབུས་ཕྱོགས་ཁྲོམ་གཞུང་གི་ནང་ལ་མི་མང་སྟོང་ཕྲག་མང་པོས་དབྱིན་ཇི་གཞུང་གི་དཔལ་འབྱོར་འགྲོ་གྲོན་བསྲི་ཚགས་ཀྱི་འཆར་གཞི་དེ་ལ་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གཞི་རྒྱ་ཆེ་ཤོས་ཤིག་བྱས་པ་དེ་སྤྱི་ཡོངས་ཀྱི་ཆ་ནས་ཞི་འཇམ་བྱུང་ཡོད་ཀྱང་གདོང་རས་ནག་པོ་གོན་པའི་མི་ཚོགས་ཆུང་ཆུང་ཞིག་གིས་ཚོང་ཁང་དང་དངུལ་ཁང་སོགས་གཏོར་བཤིག་བཏང་པའི་དྲག་ཟིང་གི་གནས་ཚུལ་ཡང་བྱུང་ཡོད་པ་རེད། དབྱིན་ཡུལ་གྱི་ནང་ལ་དེ་སྔོན་ཉིས་སྟོང་གསུམ་གྱི་ལོ་ལ་ཨི་རག་གི་དམག་འཁྲུག་དེ་ལ་མི་མང་གིས་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་དེ་ནས་བཟུང། ད་རེས་མི་མང་གི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་གཞི་རྒྱ་ཆེ་ཤོས་དེ་གོ་སྒྲིག་བྱེད་མཁན་ཚོས་བརྗོད་དོན་བྱས་ན་མི་མང་ཉིས་འབུམ་ལྔ་ཁྲི་ལྷག་ཙམ་ཞིག་གིས་ངོ་རྒོལ་གྱི་ལས་འགུལ་འདིའི་ནང་ལ་མཉམ་ཞུགས་བྱས་ཡོད་པ་རེད། བདེ་འཇགས་ཉེན་རྟོག་པ་ཚོས་བརྗོད་དོན་བྱས་ན་མི་གྲངས་བརྒྱ་སྐོར་ཞིག་ཡོད་པའི་མི་ཚོགས་ཆུང་ཆུང་ཞིག་གིས་རྔམ་སྟོན་ཁྲོམ་སྐོར་བ་གཙོ་བོ་དེ་ནས་ལོགས་སུ་ཐོན་ཏེ་བདེ་འཇགས་ཉེན་རྟོག་པ་དང་འཐབ་འཛིང་བྱས་པ་དང་དེ་རྗེས་ཁྲོམ་གཞུང་གི་ཚོང་ཁང་དང་དངུལ་ཁང་ལས་ཁུངས་སོགས་གཏོར་བཤིག་བཏང་བའི་རྗེས་སུ་བདེ་འཇགས་ཉེན་རྟོག་པས་མི་གྲངས་ཉིས་བརྒྱ་ལྷག་ཙམ་གྱི་འཛིན་བཟུང་བྱས་ཡོད་པ་རེད། ལས་འགུལ་འདི་གོ་སྒྲིག་བྱེད་མཁན་དབྱིན་ཇིའི་ལས་འཚོལ་བའི་མཐུན་ཚོགས་ཀྱིས་ཁོང་ཚོའི་ལས་འགུལ་འདི་ནི་རྒྱ་ཆེ་མི་མང་གི་ཁྱིམ་ཚང་གི་བདེ་དོན་གྱི་ཆེད་དུ་ཡིན་ཞེས་འགྲེལ་བརྗོད་བྱེད་ཀྱི་ཡོད་པ་དང། དབྱིན་ཇིའི་རྙིང་ལུགས་རྩ་འཛིན་ཚོགས་པས་འགོ་ཁྲིད་པའི་མཉམ་འབྲེལ་སྲིད་གཞུང་གིས་མི་མང་གི་ཐོག་ལ་དཔྱ་ཁྲལ་སྤར་ཆ་དང་གན་ཡོལ་གླ་ཕོགས་ལ་བསྒྱུར་བཅོས་དང་མང་ཚོགས། སྲིད་ཞུགས་ལས་རིགས་ཀྱི་ཐོག་ལ་འགྲོ་གྲོན་ཉུང་འཕྲི་བྱེད་རྒྱུའི་དཔལ་འབྱོར་སྲིད་ཇུས་དེ་ལ་ངོ་རྒོལ་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། འོན་ཀྱང་དབྱིན་ཇི་གཞུང་གིས་དཔལ་འབྱོར་འགྲོ་གྲོན་བསྲི་ཚགས་ཀྱི་འཆར་གཞི་དེ་ལག་ལེན་བསྟར་རྒྱུར་ཐག་གཅོད་གཏན་འཁེལ་ཟིན་ཡོད་པའི་ནན་བརྗོད་གནང་ཡོད་པ་དང། དབྱིན་ཇིའི་ཚོང་དོན་དྲུང་ཆེ་སྐུ་ཞབས Vince Cable གྱིས།
Coalition Labour and other། མཉམ་འབྲེལ་གཞུང་ཞིག་གམ་ཡང་ན་ལས་འཛོལ་ཚོགས་པའི་གཞུང་སོགས་གཞུང་གང་འདྲ་ཞིག་ཡིན་རུང་མི་མང་གི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་འདི་འདྲ་ཞིག་ལ་བརྟེན་ནས་གཞུང་གི་གཞི་རྩའི་དཔལ་འབྱོར་སྲིད་ཇུས་དེ་ལ་འགྱུར་བ་གཏོང་གི་མ་རེད་ཅེས་གསུངས་ཡོད་པ་རེད། དེ་དང་ཆབས་ཅིག་ང་ཚོས་གསར་འགྱུར་ཕྱོགས་བསྡུས་བྱས་པའི་ལས་རིམ་དེ་ཉིན་ཁྲི་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ་ཞུ་རྒྱུ་དང་ཆབས་ཅིག་ད་ལྟ་གཤམ་དུ་རྡོ་རྗེ་ཚེ་བརྟན་ལགས་ནས་ཀུན་གླེང་གི་ལས་རིམ་དངོས་གཞི་དེ་ཉིན་ཁྲི་ཞུས་གནང་གི་རེད་རྣམ་པ་ཚོས་ཞལ་པར་གྱི་ཐོག་ནས